རྒྱ་ནག་གཞུང་གིས་ང་ལྟ་སྟངས་དེ་ད་ད་རི་སྐྱེས་ས། ཆེ། ཅིག་སྐྱེ་དགུ་མ་ཤི་འབད་སོབ་ཤི་གང་བལྟས་ཤག། རྒྱ་རོམ་ཆེ་ལི་ཡ་ཅིག་ཏཱ་ལའི་ལོག་སྤྱོད་པ་ཟེར་ནས་ལབ་པ་ཡིན་ན་རྒྱལ་སྤྱིའི་སྣང་བ་ལ་ཤུགས་རྐྱེན་ཐེབས་ཡ་ཚབ་ལ། རྒྱ་རོམ་ཆེ་ལི་ཡ་ཅིག་དད་པ་དང། དགའ་བོ་བྱེད་མཁན་དེ་མང་ལ་འགྲོ་གི་ཡོད་པ་དེ་ཁོ་ཚོས་ཤེས་ཀྱི་ཡོད་རེད་ད་དེ་ཡིན་དུས། ང་ཚོ་བོད་པ་ལས་ཡིན་པ་ཡིན་ནའི། ཁ་བྲལ་བྱེད་ཕོད་ན་ཁ་སིང་ང་ཚོ་ཨོ་སི་ཀྲི་ལི་ཡ་འགྲོ་འདོད་ཡིན་ནའི་འདི་ཁག་པ་འདྲ་ཞིག་ག་འདྲ་ཞིག་རྒྱག་དགོས་ཀྱི་འདུག་བསམ་བློ་བཏང་ནས་ནི། འདི་བྱས་ཡོང་དུས་བསམ་པ་ལ་ཁོ་རང་ཚོ་ལྡོག་ཕྱོགས་ཆགས་འགྲོ་ཡག་གི་གནས་སྟངས་དེ་ནས་ཁོ་ཚོ་ཡོང་གི་ཡོད་རེད་དེ་ཡིན་དུས་ད་ཁོ་ཚོའི། དམར་ལྡོམ་འདྲ་ཞིག་རྒྱབ་བྱས་ག་རེ་འདྲ་བྱེད་དགོས་ཡོད་ན་ཅིག་བཤད་ནའི་མ་འགྲིག་མ་བཤད་ནའི་མ་འགྲིག་ཞེས་ཡག་གི་གནས་སྟངས་འདྲ་བོ་དེ་འདྲའི་སྒང་འགྲོ་འདོད་ད། རིམ་པས་རིམ་པས་ཀྱིས་ང་ཅིག་ལྷའི་ས་ལ་སྐྱུག་ཅིག་འགྲོ་ཐུབ་ཡག་ཅིག་གི་བཟོ་ལྟ་ཞིག་འདུག།

ངན་ཤུགས། འགྱུར་བ་འགྲོ་གི་ཡོད་པ་དེ་གསལ་བོ་ཡིན་ནི་ཐུགས་རྗེ་ཆེ། བར་དུ་རྒྱ་ནག་འགྱུར་བ་འགྲོ་རེ་ཟུང་ཡིན་དང་འོན་ཀྱང་དཀའ་ན་དེ་སྔོན་ལ་འགྲོ་བ་རྒྱ་ནག་འགྱུར་བ་མ་འགྲོ་འགྲོ་སོང་ཁོ་ལ་ཡོད་མ་རེད། དེ་ཡིན་དུས་བསམ་པ་ད་འདི་འདྲའི་གི་འགྱུར་བ་ཅིག་བཟང་ཕྱོགས་ནས་ཕྱིན་པ་འགྲོ་བཞིན་པ་ཡིན་ན་ཨ་ནི་རྒྱ་བོ་མཆེད་ཕ་ཆེ་བས་གནང་བ་ཡིན་ནས་ཁོ་གནང་ཐབས་བདེ་བོ་ཡོང་གི་རེད་ལ་ཨ་ནི་ཅིག་བཀའ་མོལ་འགྲོ་བ་འདི་ནས་ཞུ་བ་ཡིན་ནས་ཁོ་ཞུ་ས་ཅིག་ཡོང་གི་རེད་བ་ད་ད་ལྟ་འདི་འདུག་བལྟས་པ་ཡིན་ན་གྱང་ཅིག་ལ་བལྟས་བསྡད་ཀྱི་ཡོད་ཟོ་བ་ཅིག

ཁོ་རང་ལ་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་སྒང་ནས་ཀྱི་རྒྱ་ནག་དང་འབྲེལ་བ་ཡོད་གསུངས་ཡོད་བ་ཡིན་པ་ཡིན་ནའོ་སྤེན་པ་ཚེ་རིང་གི་བསྟི་གཞུག་ལ་མ་རེད་མ་རེད་གཞུང་འབྲེལ་མ་ཡིན་པའི་སྒང་ནས་ཀྱི་འབྲེལ་བ་ཡོད་བ་རེད་མ་གཞི་གཞུང་འབྲེལ་སྒང་ནས་ཀྱི་འབྲེལ་བ་ཡོད་བ་མ་རེད་ཟེར་ནས་ཀྱི་ཀི་འདི་ཀྱི་གསུངས་པ་དེ་ཞལ་འཛིན་རེད་ཟེར་ནས་ཀྱི་འདུག་འདུག་ཁོ་རང་གི་འདི་གསུངས་ཡོད་བ་གསུངས་པ་ཀྱི་སྤོ་ལྟ་ངའི་སྒང་ནས་ཀྱི་བསྟན་པ་དེ་རེད།

དང་པོ་འདི་སེའུ་ཅེས་ཞུས་ན་བསམས་སོ། རྒྱ་བོར་མི་ཆེ། སྐུ་སྒེར་རྒྱ་བོར་མི་ཆེ། རང་གི་དངོས་ནས་མ། བཀའ་སློབ་ཅིག་གནང་དེ་ཡིན་ན་ད་འདི Statement བྱས་ཅིག། བསྒྲགས་གཏམ་བྱས་ཅིག་ཁོ་དགུ་བོར་བ་རྒྱ་བོར་མི་ཆེ་རང་ཆེད་མངགས་གནང་ཅིག། ད་ད་ལྟ་འདི་ཚོ་མང་ཆེ་ཅིག་སྐུ་མདུན་ཡར་མར་ཆིབས་བསྒྱུར་གནང་པའི་སྐབས་ལ་ནི་ཚ་བ་རྒྱག་མཁན་གྱི། ཡང་བཅར་འདྲི་ཞུས་རྗེས་འདི་ལ་ཡང་བཀའ་ལན་གནང་བཞག་པ་ཞིག་རེད་མ་གཏོགས་ཡང་ང་ཚོ་ཅིག་སྡེ་བ་རང་སྒང་ལ་ཡང་རྒྱ་གར་མི་ཞིག་བཀའ་ཁྲི་གནང་དགོས་ཀྱི་འདུག་ཟེར་གནང་བཞག་པ་དེ་འདྲ་མ་རེད་དེ་གསལ་པོ་བཟོ་དགོས་དེ་གལ་ཆེན་པོ་རེད་ཟེར་མ་འདུག་ད་ཚགས་པར་ནང་ཐོག་མ་དོན་ཡོད་འདུག་བསམ་པ་ལ་བཅར་འདྲི་འདུག་ཞུས་རེད་ཨ་ནི་བཀའ་ལན་འདུག་མ་གནང་རེད་ཟེར་དོན་ཨ་ནི་རིམ་པས་རིམ་པས་ནས་ཚགས་པར་གཅིག་ནས་གཅིག་གཅིག་ནས་གཅིག་མ་བརྒྱུད་འགྲོ་འདུག་བསམ་པ་ལ་ཨ་ནི་ག་བྱེད་མ་ཟོས་ནས་ཆེད་མངགས་རྒྱ་གར་བ་མི་ཞིག་གིས་དེ་མ་བཀའ་གནང་པས་བཟོ་རོགས་ཅིག་འདི་གཉིས་གཉིས་ལ་ཁྱད་པར་ཞིག་ད་ཡོད་རེད།